སོ་བཏབ་སྟེ། རང་བཞིན་གྱིས་དེ་ཐབས་མེད་པ། འབག་བཞི་བཙོངས་དེ་གའི་རྟ་རྒོད་དུ་བྲོས་སོང། འདི་ལྟ་བུ་ཡང་འབྱུང་སྲིད། གང་ལྟར་ཡང་འདི་ལོ་རྒྱུ་མཚན་འགའ་ཤས་གཅིག་གི་མགུར་ལས་བརྡ་སྤྲོད་པ་ཅན། སྤྱིར་གྱི་གསང་སྦྱིན་ཡིན་པ་ཅན། གསང་སྦྱིན་དངོས་ཀྱི་སྐུ་གཟུགས། སངས་རྒྱས་ཀྱི་རྣམ་པ་གྱི་སྒོ་ལས་འོང་སྒོ་དཔེ་གྱིས་ཆགས་པ་མིན། ག་ཅི་བས་ཟེར་བ་ཅན་སངས་རྒྱས་ཀྱི་སྒྲོ་འདི་མཛད་པའི་སྐབས་སུ། སངས་རྒྱས་ཀྱིས་འདུལ་བ་ལུས་སངས་རྒྱས་ཀྱི་སྐུ། བྱང་ཆུབ་སེམས་དཔས་འདུལ་བ་ལུས་བྱང་ཆུབ་སེམས་དཔའི་སྐུ། ཉན་ཐོས་ཀྱིས་འདུལ་བ་ལུས་ཉན་ཐོས་རང་རྒྱལ་གྱིས་འདུལ་བ་ལུས་རང་རྒྱལ། ཐ་མལ་པ་གཅིག་གིས་འདུལ་བ་ལུས་ཐ་མལ་པ་གཅིག་གི་གཟུགས་སུ་སྤྲུལ་འདི་གི། ད་ཐ་མལ་པའི་གཟུགས་སུ་སྤྲུལ་པའི་སྐབས་སུ་ཐ་མལ་པའི་གཟུགས་ཁོ་ན་ལ་མཐོང་ནི་མ་གཏོགས་སངས་རྒྱས་དབྱིངས་པར་མཐོང་བཞིན་དུ་ཐ་མལ་པ་དབྱིངས་སུ་བལྟམས་ནས་ཅི་མི་ནུས་འདི་གི། འདི་གི་ཡང། སངས་རྒྱས་དབྱིངས་རུང་སངས་རྒྱས་ཀྱི་གཟུགས་སུ་འོང་དགོས་པས་མ་ཁྱབ། སངས་རྒྱས་དབྱིངས་པ་ཅན་སངས་རྒྱས་ཀྱི་གཟུགས་ཀྱིས་མཐོང་པ་ཅན་སངས་རྒྱས་དབྱིངས་པར་ཆགས་པར་བྱ་བ་ཅན་འདི་ཡང་མི་བྱའོ། དཔེར་ན། གཡོན། འཕགས་པ་ཉེར་སྦས་ཀྱིས་ཆོས་བཤད་པའི་སྐབས་ལུས་སྡིག་ཏོ་ཅན་གྱི་བར་དུ་གཅོད་པའི་སྐབས་འཕགས་པ་ཉེར་སྦས་ཀྱིས་ལུས་སྡིག་ཏོ་ཅན། ལུས། བྱ་ནི་མེ་ཏོག་གི་ཕྲེང་བ་ཅིག་བྱིན་གྱིས་བརླབས་ཏེ་མེ་ཏོག་གི་ཕྲེང་བ་འདི། དགེ་བའི་སེམས་སྐྱེ་བར་བྱེད་མེ་ཏོག་གི་ཕྲེང་བ། སྡིག་པའི་སེམས་སྐྱེ་བར་བྱེད་ཁྱི་རོ་རུལ་པ་ལུས། ཐོགས་མེད་ཅིག་བྱིན་གྱིས་བརླབས་བདེ་དགེ། འཁོར་ལོ་མེ་ཏོག་དེ་བཀྲག་ཞབས་བདག། ཁོ་བོའི་མགུལ་ཐོགས་གུ་ཁྱི་རོ་རུལ་པ་ཅིག། སྤྱང་མཐོང་དེ་འཁོར་སྡིག་དགེ་རྣམས་ཤེས་རབ་སྟོན། ཆོས་ཀྱི་དད་པས་མ་སྦས། ང་རྒྱལ་ཆོས་ཀྱི་འདུལ་བས་ལྷམ་སྦས། སངས་རྒྱས་ལུས་གནས་བབ་འབུམ་གྱིས། སངས་རྒྱས་དགེ་བ་འདས་ང་ལོ་འདི་བཟོ་མེད་ཀྱི་སྒྲོག་མ་སྦས། ངས་སངས་རྒྱས་ཆོས་ཀྱི་སྐུ་མཇལ་ས་ཅི་རུང། སངས་རྒྱས་གཟུགས་ཀྱི་སྐུ་དེ་མ་མཇལ། རྒྱུད་སྡིག་ཅན་ཆོས་ཀྱི་སངས་རྒྱས་གཟུགས་ཀྱི་སྐུ་བརྒྱན་ནོ། སངས་རྒྱས་ཀྱི་སྐུ་དེ་ག་རིམ་ཅན་ཡོད་པས་ན་ཆོས་ཀྱི་ང་ལོ་ཟག་བཅས་སྟོན་སྣང་ཞེས་ཡིག་གསལ་གསུམ་དང། གཏུམ་སྔགས་ཀྱི་སྟོན་ཀས། ཆོས་ཀྱི་ང་ལོ་ཕྱགས་མ་ཚད་མ་རེ་གསལ། འདི་ལྟར་བདུད་སྡིག་ཅན་གྱི། སངས་རྒྱས་སྐུ་ལས་གསེར་གྱི་མདོག་དབུ་ལ་གཙུག་ཏོར་ཞབས་ལ་འཁོར་ལོ་མཚན་བཟང་དཔེ་བརྒྱད་དང་ལྡན། པདྨ་རྡོ་རྗེ་གདན་ལུགས་དེ་སངས་རྒྱས་བཞུགས་ན་ག་ཡིན་མི་གསུངས་ཤིག། བདུད་ཀྱི་སྤྲུལ་སྡེ་སྟོན་པའི་སྐབས་སུ། དད་པ་སྐད་དེ། ཕྱག་འཚལ་བདག་ཏུ་ཕྱག་འཚལ་བདག།

ཐར་ཐོར་ཐར་ཐོར་ཐོར་ལུགས། གསང་སྔགས་ནོར་གྱི་ཐེག་པའི་ལུགས་ལས་བླ་མ་སངས་རྒྱས་སུ་གསལ་ལ་བཏབ་པའི་སྐབས་སུ། བླ་མས་མཐོང་ན་ག་མཐོང་མི་བདེ། དེ་རང་བྱོན་ལུགས་འདི་དང་བསྟུན་པའི་གི་སྣོད་རུང་དུ་གྱུར་པའི་གི་སྐལ་བ་ཡོད། དཔེར་ན་བླ་མ། ཞེ་སྡང་ཁྲོ་གཏུམ་རྟེན་ཅན་གྱི་མཐོང་པ་ཅན། རང་དམྱལ་བ་ལུགས་སྐྱེ་རུང་གི་ནུས་པ་ཅན། བླ་མ་སེར་སྣ་ཅན་གྱི་ལུགས་མཐོང་པ་ཅན་དེ་རང་ཡི་དྭགས་ཀྱི་རྒྱུ་གསོག་པའི་གི་སྐྱེ་རུང་གི་ནུས་པ་ཅན། བླ་མ་ལས་འབྱུང་འབྲེལ་ལོ་ཡིད་ཆེས། བླ་མའི་ས་མིག་ཡུལ་མིག་གཅིག་མཐོང་པ་ཅན་རང་སྐྱེ་བོ་ཆུང་ངུའི་སྣོད་རུང་ངུ་ཙམ། བླ་མ་འཁོར་བ་ལུགས་ངེས་འབྱུང་སྐད་བླ་མའི་ས་མིག་གིས་འཁོར་བ་ལ་འཇིགས་སྐྲག་སྐད་ཅིག་གིས་དལ་བུས་རི་ཚུལ་མཐོང་པ་ཅན་དེ་རང་ལམ་གྱི་སྣོད་རུང་ངུ་ཙམ། བླ་མ་འདི་བླ་མའི་ས་མིག་སྙིང་རྗེ་བྱང་ཆུབ་ཀྱི་སེམས་དང་ལྡན་པ་གཅིག་པས་མཐོང་པ་ཅན་ཐེག་པ་ཆེན་པོའི་རྒྱུད་དེ་སྣོད་དུ་སྣོད་རུང་གི་སྐལ་བ་ཅན། ད་དེ་མ་ཡིན་པར་བླ་མ་རྡོ་རྗེ་འཆང། སྐུ་ཡི་ཞིང་ཁམས་ཡོངས་ལ་ཁྱབ་པ། ཞིང་ཁམས་ཐམས་ཅད་སྐུ་ལ་སྣང་བ། དེ་ལྟ་བུ་མཐོང་པ་ཅན་དེ་རང་རྡོ་རྗེ་འཆང་དུ་གྲུབ་པའི་གིས་བསྐལ་བ་ཡོད་ཡོད་ཟེར། བསྡུས་པས་ནི་འདི་གི་རབས་ཀྱི་བླ་མ་ཆོས་སྐུར་མཐོང་བའི་མི་དགོས་ཀྱི། ཅིག་ཅར་དུ་གྲོལ་བ་དཔེར་ན་གྲུབ་ཐོབ་གླིང་ཆེན་རས་པ་ལྟ་བུ། གྲུབ་ཐོབ་གླིང་ཆེན་རས་པ་ཕག་མོ་སྒྲུབ་པའི་སྐུ་མདུན་ནས་བྱོན་པའི་སྐབས་སུ། བླ་མ་འདི་བྷ་ཤཀྟི་ནཱ་ལུ་ཡི་བེ་ཀི་བྱད་དང་བྱིའུ་ཐམས་ཅད་ཅང། བླ་མའི་སྤྲུལ་པ་ཡིན་གསུངས་བའི་གིས་བདག་དང་མ་བདག་ཐམས་ཅད་བླ་མར་མཐོང་བའི་མོས་གུས་ཀྱིས། ལོ་གསུམ་གྱི་སྒྲུབ་པ་ལོས་བྱུང་ནས་དམ་བཅའ་བླངས་བཞིན་དང་ཞག་གསུམ་ལས་མཐུན་མཁྱེན་གསོལ་དུ་ག་སྤྱི་བོ་འོམ་ཞེས་གསུམ་དང། བླ་མའི་ཞབས་ནས་སྨྱུག་མ་བསྒོམ་ཞེས་གསུངས། བསྒོམ་བྱ་བསྒོམ་བྱེད་རྟོགས་གནས་ཐལ་བསྒོམ་ཐིམ་མཚམས་སོད་གསུངས་འབྱོན་ཡང་མི་གདའ་འོ་ཟེར། སྒོ་མེད་ཆེན་པོའི་སྒེར་ས་མངའ་བརྙེས་པ་ཡིན་པས། དེ་ལས་དབང་འབྲིང་བླ་མ་ལོངས་སྐུར་མཐོང་བའི་མོས་གུས་ཀྱིས། ས་ལམ། གཅིག་ཅར་དུ་བགྲོད་པ། ཆོས་བྱེད་དགེ་བཟང་པ་ལྟ་བུ། བླ་མ་སྤྲུལ་སྐུར་མཐོང་བའི་མི་དགོས་ཀྱི་ས་ལམ་གྱི་གན་སོ་རིམ་གྱིས་བགྲོད་པ། དཔེར་ན། སྒྲུང་གཏམ་ཆོས་རྒྱལ་ཅན་དང་ཞབས་བྲོ་མངའ་བ་རྣམས་ཅན་ལ་སོགས་པ་ལྟ་བུ། ཨ་ནི་རིའི་ཡུལ་ཞེས་སོ་ལྔ་བྱ་ར་གསུམ་སྟེ། བླ་མ་ཆོས་སྐུར་མཐོང་བའི་མི་དགོས་ཡ་མི། བླ་མ་ལུང་སྐུར་མཐོང་བའི་མི་དགོས་ཡ་མི། བླ་མ་སྤྲུལ་སྐུར་མཐོང་བའི་མི་དགོས་ཡ་མི། མེ་སྦར་ཀླུ་བསྟན་འགྲིག་གིས་དྲ་ཐུ་གསོལ་འདེབས་སྦྱངས་ཏེ། གསོལ་འདེབས་སྦྱངས་ཁར་ལས་ཤ་ཟ་དགོས་མི་དེ་ཨ་ནི་ཡིན་པས། ཆུ་རྗེ་ལོ་ཙོག་རུ་བསྟན་པའི་ཚོགས་ཀྱིས། གལ་ཏེ་ཕྱོགས་རྒྱམ་སྟོང་སྟོན་དགོས་དགོས་ནི། ང་ཅག་ནང་པའི་ཕྱོགས་ནས་འབད་པ་དང་ཕྱག་འབུམ་བསགས་དགོས་ལོ་ཡིག་ཆ་བསྟན་དགོས་ལོ་གསོལ་འདེབས་བསགས་དགོས་ལོ་ཟེར་ན་ནི་བསམ་མི་ལ་ཁ་དེ་ཚོ་དེ་ཚོ་ལ་ཁ་ཁ་ནས་འབད་མ་དགོས་པར་རྒྱམ་སྟོང་སྟོང་གཙང་གཙང་གི་སྒོ་ལས་ཆོས་བཤད་དགོས་ཟེར་རྒྱམ་སྟོང་སྟོང་གི་སྒོ་ལས།

སོགས་པ། བློ་རང་བཞིན་ཤུལ་བདག་དག་པ། སར་བ་དར་མ་ཆོས་ཐམས་ཅད། སོགས་པ་བ་ཤུལ་བདག་ཡེ་རང་བཞིན་གྱིས་དག་པ། ཨ་ཧང་ངའོ་ཨ་ད་ཧང་མཚམས་སྦྱར་བདག། སོགས་པ་བ་ཤུལ་བདོའི་ཧང་སེ། རང་བཞིན་གྱིས་དག་པ་ཆོས་ཐམས་ཅད་རང་བཞིན་གྱིས་དག་པ། དག་པ་ཚ་གཉིས་ཐུན་འོག་མིན་ཏེ། ཆོས་ཉིད་ཡེ་ནས་དག་པ་དང། མཆོད་སྤྱིན་སྦྱང་བའི་དག་པ་ཞེས་ཧ་ནི་གཉིས་ཐོན་སྒོམ་ཡིན། སྦྱང་གཞི། སྦྱང་བྱ། སྦྱོང་བྱེད། སྦྱངས་འབྲས། དཔེར་ན། སྦྱང་གཞི། སེམས་མི་བདེ་ཅེས་བཞག་པ་ཅན། གསེར་དང་གཡའ་འདྲེས་པ། གསེར་འདི་ཧི་མ་ལའི་ར་འདི་ན་ལུས་གཡའ་ཅི་འོང་ར་འོང། ཧ་ནི་གསེར་དང་གཡའ་འདྲེས་མི་བདེ་སྦྱང་གཞི་ཡིན། སྦྱང་བྱ་འདི་ཧ་ནི། གཡའ་ཙམ་གྱིས་འདི་ཡིན། སྦྱོང་བྱེད་དེ་མགར་བ་གི། དེ་གཡབ་ཕྱི་མིག་གི། ལག་ལེན། ལ་ཆ་དེ་ཨིན། སྦྱང་འབྲས་དེ་ཕ། སེར་ལུ་གཡའ་བདག་དེ་གི་སེར་ཁོ་ར་གི་ཡོས་ལྷ་མེར་ཏེ་དོན་འོག་མིན་དེ་སྦྱང་འབྲས་ཡིན། འདི་འཛོམས་པས་སྦྱང་གཞི་དེ་ང་ཅག་ར་གི་སེམས་ཉིད། སེམས་ཉིད་སེར་ཁོ་མིན་དེ། སེམས་འཁྲུལ་པ། མི་འཁྲུལ་དགུ་འཁྲུལ། དེ་གི་རང་བཞིན་གཤིས་ལུགས་སེམས་ཀྱི་དེ་ཁོ་ན་ཉིད་ཟེར་བ་དང། སེམས་ཀྱི་གནས་ལུགས་ལྟར་དུ་ཨ་ནི་གཉིས་སྡེ་དུ་ཡོད་པའི། ཨ་ནི་གཉིས་སྡེ་དུ་ཡོད་མི་དེ་སྦྱང་གཞི་ཡིན་ཟེར། སྦྱང་བྱ་ཟེར་མི་དེ། གློ་བུར་གྱི་འཁྲུལ་པའི་དྲི་མ། གློ་བུར་བའི་འཁྲུལ་པའི་དྲི་མ་གཤིས་ལུགས་མེད་ས་གཅིག་རུང་ད་གཞི་ལུགས་མེད་རུང་གཞི་དོན་ལས་འཁྲུལ་པའི་གློ་བུར་བའི་འཁྲུལ་པའི་དྲི་མ་དེ། དགྲ་བྲོ་ང་ཅག་འདྲ། ཕུང་པོ་ལྔ་ལོ་སྟེ་འདི་གི། ཁ་ནང་ན་ལོག་འདི་གི། ངའོ་སྙམ་དུ། ཅག་འདྲ་ང་མེད་པར་ལོ། ང་དབྱིངས། ང། སེམས་མི་གཅིག་ག་ར་གི། འདུག་གོ། ཨ་ནི་ང་འདི་ག་ཅིག་ཤུགས་ཆེ་ཤི་བ་ཟིན་འདུག། ང་རྒལ་དང་འཛིན་པ་དང་ག་ར་ཆེ་རུ་ཆེ་རུ་འཇོག་མིན་ང་ནི་གང་ཟག་གི་བདག།

སེམས་ཉིད་ཡེ་ནས་དག་པའི་དག་པ་འདི་ལོ། གློ་བུར་བའི་དྲི་མ་ཡོད་མེད་འདི། ཨ་ནི་སྔགས་འདི་གི་བར་སྦྱངས་ཙམ་འདྲ། དག་པ་ཉིད་ཡ་སོ་བི། དཔེར་ན། གསེར་འདི་གཡའ་ཡོད་ས་ཅི་རུ། གསེར་ཁོ་རང་གི་ངོ་མ་ནང་ན་ལུ། གཡའ་ཡི་དྲི་མ་མ་གོས་མེད་འདི་ཁོ་ཧེ་མ་ལའི་དག་པ་འམ། ཤི་ལའི་གཡའ་ཡོད་མེད་འདི་ཡང་སྟོན་ཙམ་འདྲ། དེ་ཤུ་ཤི་གཡའ་འདི་ཡ་བྷ་སེལ་ཏེ་གི་དག་པ་ཉིད་འཇོག་ཏུ་སོང་བས།

འགྱུར་མ་ཚུགས། མ་པ་ཧ་གོ་དིག་གིས་ད་ཡ་སོ་པ་ཅི་འདི་ངོ་མ་ལོས་ཡ་འགྱུར་འོང། འདི་དབྱིན་ལུང་ད་ཐུང་ང་ཅག་གིས་འདི། གོ་བ་གིས་ཧ་གོ་བའི་ཤིན་ད། དམིགས་པ་སྒོམ་ཆོག་འདི། རང་གིས་ཕུང་ཁམས་སྐྱེ་མཆེད་ཀྱི་སྡུད་པའི་ཆོས་ཐམས་ཅད་སྟོང་པ་ཉིད་དུ་འགྱུར། ཟེར། དེ་སྟོང་པ་ཉིད་དུ་སྦྱང་ཉིད་ཡིན། རང་ཉིད་སྐད་ཡིག་གཅིག་གིས་རྗེ་བཙུན་རྡོ་རྗེའི་རྣལ་འབྱོར་མ། ཟེར། རྗེ་བཙུན། སྲིད་ཞི་གཉིས་ཀྱི་རྗེ་བོར་གྱུར་པ། རྗེ་བོ་གཟུགས་དང་བདག་པོ། གོང་མ། སྲིད་པ་དང་ཞི་བ་གཉིས་ཀའི་ནང་ན་ལུས། ཆོས་སྐུ་སྟོང་པ་ཉིད་འདི་ལས། ལྷག་པ་གར་མེད་ཡིན་པས། སྟོང་ཉིད་ཆོས་སྐུ་འདི་གི་ཐམས་ཅད་ལ་དབང་བསྒྱུར་ནི་འདི་གི་རྒྱལ། ཉེས་པའི་སྐྱོན་གྱིས་མ་གོས་པ་བས་འདི་གི་བཙུན། འཕོ་འགྱུར་མེད་པའི་རྡོ་རྗེ། ཆོས་ཉིད་རྣལ་མའི་དོན་ལ་དབང་བསྒྱུར་ནི་འདི་གི་རྡོ་རྗེ་རྣལ་འབྱོར་མ། དེ་ལྟ་བུའི་ཇི་ཙམ་རྡོ་རྗེ་རྣལ་འབྱོར་མ་འདི་ཡང་སྐུ་མདོག། འགྲོ་བ་ལུས་རྗེས་སུ་ཆགས་པའི་བདག་སེམས་ལ་སྐུ་མདོག་པད་མ་ར་གའི་མདོག་ལྟར་དམར་བ། རྣལ་འབྱོར་མ་གསེར་ལོང་པའི་སྐབས་སུ། འདི་ཁོ་བདེན་གྲུབ་ཡོད་པ་ཅི་ཟད་ནི་མིན་པ། ག་ར་བ། སྟོང་ཉིད་ཆོས་སྐུ་གི་ཡོན་ཏན་འདི། བར་སྣང་འབབ་པའི་སེལ་འོང་འདྲའི། དེ་འདྲ་ངོ་མ་འདི། མིག་གིས་མ་མཐོང་བསླབ་མ་ཚུགས། ཅེས་བརླག་བསམ་བརྗོད་མེད་པས་ནི་འདི་གའི། ཨཱ་ནི་ད་དུང་ང་བཅས་ཀྱི་མངོན་སུམ་ལག་མཐོང་མིག་གསུམ་བསྒོམ་གོ་བའི་ཆེད་དུ། སྐུ་རྡོ་པད་མ་ར་གའི་ཡོལ་ལྟར་དམར་བ། གསལ། ཆོས་ཐམས་ཅད། ཐིག་ལེ་གཅིག་ཏུ་མཚོན་པར་བྱེད་པའི་བརྡ་ཚོན་ལོ་ཞལ་གཅིག། འདས་མ་འོངས་ད་ལྟ་དུས་གསུམ། སྒྲིབ་མེད་དུ་གཟིགས་ཟེར་བའི་གྱི་བརྡ་ཚོན་ལོ་སྤྱན་གསུམ། མ་རུངས་པ་ལོ་ཡིད་ཙམ་འཕྲོ་བ། སྐལ་ལྡན་གྱི་བུ་ལོ་བཞི་ཤིང་འཛུམ་པ་ཡབ་ཧེ་རུ་ཀ་ལོ་རྗེས་སུ་ཆགས་པ། འདིའི་བདག་ཆེན་ལོ་བཞི་ཆགས་ཁྲོ་གསུམ་གྱི་ཉམས་དང་ལྡན་པ། བདུད་བཞི་འཇོམས་པའི་བདག་ཆེན་ལོ་མཆེ་བ་བཞི་ཅུང་ཟད་གཙིགས་པ། སྐལ་མེད་ལོག་ལྟ་ཅན་ལོ་གཙུག་ཏོར་སྦས་པའི་ཚུལ་གྱིས་ཏེ་དབུ་སྐྲ། རེད། སིལ་བུར་དབུ་སྐྲ་རྒྱབ་ལས་མ་སིལ་བུར་བཀྲུ་བ། རྣམ་སྣང་རིགས་བདག་མཚོན་བྱེད་ལོ། ཏེ་སྤྱི་གཙུག་རྡོ་ནོར་བུས་མཚན་པ། ཐབས་ཤེས་ཟུང་འཇུག་མཚོན་པའི་བདག་ཆེན་ལོ། ཕྱག་གཉིས། དེ་ཡང་རྣམ་པར་རྟོག་པ་གཉིས་འཛིན་གྱི་རྣམ་རྟོག་ཐམས་ཅད་གཅོད་པའི་བརྡ་ཆེན་ལོ་ཕྱག་གཡོན་པ་ལོ་གྲི་གུག། ས་བོན་མིག་གི་བདེ་བ་སྐྱོང་བའི་བརྡ་ཆེན་ལོ་ཕྱག་གཡོན་པ་ལོ། ཀཱི་ལི། ཁྲག་གིས་གང་བ་འདྲེན་པ། ཕྱག་གཡོན་པའི་གྲུ་མུ་ན་ལོ་ཁ་ཏྲམ་ཀ། ཁ་ཏྲམ་འདི་ཡང། ཡང་སྤྲོས་བཅས་ལོ། དེ་ཡབ་ཧེ་རུ་ཀ་མཚོན་པའི་བརྡ་ཆེན་ལོ། རྡོ་རྗེ། སྐུ་གསུམ་གྱི་མཚོན་བྱེད་ལོ་མི་མགོ་སྐམ་སྙིང་རློན་པ། གཉིས་སྐུ་དུག་གསུམ་བརྩེགས་ཡོད་མམ།

ཡེ་ཤེས་ལྔར་དག་པའི་བརྡ་ཆེན་ལོ། ཐོད་སྐམ་གྱི་རྩེར་འཁྲིལ་ནས། ཕ་རོལ་ཏུ་ཕྱིན་པ་ལྔ་ཡོངས་སུ་རྫོགས་པའི་བརྡ་ཆེན་ལོ། ཕྱག་རྒྱ་ལྔས་བརྒྱན་པ། འཁོར་བའི་གཉིས་འཛིན་གྱི་བུད་ཤིང་ཐམས་ཅད་བསྲེགས་པའི་བརྡ་ཆེན་ལོ། ཡེ་ཤེས་ཀྱི་མེ་དཔུང་རབ་ཏུ་འབར་བའི་ཀློང་ན་བཞུགས་པར་གསལ་བཏབ། སྤྱི་གཙུག་ཏུ། ཡོན་ཏན་སྟོབས་ཐོགས་པ་མེད་པའི། ཡོན་ཏན་གྱི་སྟོབས་དང་ལྡན་པའི་བརྡ་ཆེན་ལོ། བགེགས་བྱེད་མེད་དེ། ལྔ་ཆར་པ་གཉིས་གས་ཚར་ཟིལ་རླབས་དང་འཛོམ་པའི་ཡར་འཁྲིད་སྟེང་མེད་དེ་གས་ཡོད་པའི། འཇིགས་པ་དང་བྲལ་བའི་བདག་བྱིན་ལོ་སེང་གེ་གེ་དང་སེང་གེ་བཏེགས་པའི་ཁྲི། དེ་ན་ལུས་རྒྱུ་དུས་ཐམས་ཅད་འབྱུང་བའི་དཔྱིད་དུ་ནོར་བུ་རིན་པོ་ཆེའི་ཁྲི། འཁོར་བའི་སྐྱོན་གྱིས་མ་གོས་པའི་བདག་བྱིན། མེ་ཏོག་པད་མའི་གདན། སྲིད་པའི་གདུང་བ་ཐམས་ཅད། འཁོར་བའི་ཚ་གདུང་ཞི་ལོས་ཀྱི་བདག་བྱིན་ལོ་ཟླ་བའི་གདན། མ་རིག་པའི་མུན་པ་སེལ་བའི་བདག་བྱིན་ལོ་ཉི་མའི་གདན། དེ་ཨ་ནེ་ཀའི་སྟེང་དུ་ལོ་དེ་དཔལ་ལྡན་རྩ་བའི་བླ་མ་རིགས་དྲུག་པ་ཁྱབ་བདག་རྡོ་རྗེ་འཆང་ཆེན་པོ་དང་ཐ་མི་དད་པར་གསལ་བ། དེ་ཡང་ཆུ་གཉིས་བསྒྱུར་བ་མེད་པ་བདག་བྱིན་ལོ་དེ་སྐུ་གདུང་སྔོན་པོ། གདུལ་བྱ་ལུས་པའི་ཤིན་ཏུ་རྒས་པའི་བརྡར་འཆིང་ལོ་ཐུགས་དགྱེས་པའི་མདངས་དང་ལྡན་པ། བསོད་ནམས་ཀྱི་ཚོགས་ཡོངས་སུ་རྫོགས་པའི་བརྡར་འཆིང་ལོ་འབྲས་བུ་དུང་ལྟར་དུ་འཁྱིལ་བ། བདེན་པ་གཉིས་ཀའི་ལམ་ལས་གདུལ་བྱ་དྲང་བའི་བརྡར་འཆིང་ལོ། ཕྱག་གཉིས་ཀྱིས་འཁྱུད་པའི་ཕྱག་རྒྱ་ཡུམ་ལུས་འཁྱུད་པ། རྡོ་རྗེ་དང་དྲིལ་བུ་འཛིན་པ་རྡོ་རྗེ་དེས་དོན་དམ། ཆོས་ཀྱི་སྐུ་ཡེ་ཤེས་ལྔ་ཡི་བདག་ཉིད་ཅན། གཟུགས་སྐུ་རྣམ་པ་ཐམས་ཅད་པ་ཡིས་མཚོན་པ། སྲིད་པ་དང་ཞི་བའི་མཐའ་སྡོམ་པའི། ཞབས་གཉིས་སྟོབས་ཀྱི་སྐྱིལ་ཀྲུང། ཤེས་རབ་སྟོང་པ་ཉིད་ཀྱི་རང་མདངས། ཡུམ་རྡོ་རྗེ་སྙེམས་པ་དམར་སྨུག་གིས་འཁྲུལ་བ། དགེ་བའི་ཆོས་ཐམས་ཅད་ཡོངས་སུ་རྫོགས་པའི་བརྡ་ཆེན་ལུས་རལ་པ་ཐོར་ཚུགས། དུག་ལྔ་ཡེ་ཤེས་ལྔར་དག་པའི་བརྡ་ཆེན་ལུས་དབུ་རྒྱན། ཟག་མེད་ཀྱི་ཕུང་པོ་ལྔར་རྫོགས་པའི་ཡི་གེ་བརྡ་ཆེན་ལུས་དར་གྱི་ཆས་གོས་ལྔ། ཡེ་ཤེས་ཀྱི་རྒྱན་དུ་འཆར་བའི་ཡི་བརྡ་ཆེན་ལུས་རིན་པོ་ཆེའི་རྒྱན་བརྒྱད། སེམས་ཅན་ཐམས་ཅད་ལུས་ཕྲིན་ལས་འཇུག་པ་རྒྱུན་མི་འཆད་པའི་བརྡ་ཆེན་ལུས་ཡུན་ཆར་ལྔ་ཡི་འཕྲོ་བ། དེ་ལྟ་བུ་གསལ་བཏབ། བླ་མེད་རྣལ་འབྱོར་གྱི་ཚོགས་ཞིང་འདི། ཉེ་རྒྱུའི་ཐོ་བརྩེགས། ཕྱག་གི་སྐྱབས་འགྲོ་གི་ཚོགས་ཞིང་འདི། རིང་བརྒྱུད་ཁྲོམ་ཚོགས། བརྒྱུད་པ་འདི་ན་ལུ་ཉེ་རྒྱུ་ཅམ་ཅི་མི་ཚད་པ། རིང་བརྒྱུད་བྱ་བྱ་བའི་གསེར་བཏབ་འདི། འདི་ད་དུང་ང་བྱ་ར་ཡིན་ན་ཁྲོམ་ཚོགས་རྡོ་འཛོམས་པའི་གསེར་བཏབ་འདི་ཡིན། དེ་བླ་མེད་རྣལ་འབྱོར་གྱི་འདི་ཉེ་རྒྱུད། འདི་ཐོ་བརྩེགས་ཐོ་བརྩེགས་ཟེར་མི་འདི། རྩ་བའི་བླ་མ་གི། དབུ་ཡི་སྟེང་ན་ལས་ཡ། བརྒྱུད་པའི་བླ་མ་ཆོས་སྐུ་རྡོ་རྗེ་འཆང་ལོ་མ་ཐུག་གི་བར་དུ། ད་ར་ཡ་ལས་གཅིག་གིས་གཅིག་ཚུགས་ད་གཅིག་བརྩེགས་ཤིང་ད། གཅིག་གིས་སྤྱི་ལུགས་མ་རེག་ཙམ་བྱེད། འོག་མ་འདི་གིས་དབུ་ལུགས་གོང་མ་འདི་གིས་འཇུག་ལྡན་མ་རེག་ཙམ་བྱེད་པས་ཡང་རྡོ་རྗེ་འཆང་གི་བར་དུ་འོད་གསལ་བསྡམ་ནི་ཡིན། སྙིང་ཐིག་སྨིན་གྲོལ་ནང་ན་འབར་བ་ཅན། ཕྱག་གི་ཚོགས་ཞིང་འདི་ཉིད་རྒྱུད་ཐོབ་བརྩེགས། མ་བླ་མེད་རྣལ་འབྱོར་གྱི་ཚོགས་ཞིང་འདི་རིམ་བཞིན་ཁྲོམ་སོ་ཡིན་པས། མ་གི་འདི་ཉིད་རྒྱུད་ཐོབ་བརྩེགས་ཕྱག་གི་འདི་རིམ་བཞིན་ཁྲོམ་སོ་ཡིན་པས། རྡོ་རྗེ་འཆང་ལ་ཐུག་གི་བར་དུ་གསལ་བཏབ་པས་ཀྱི་བླ་མ་འདི་ཚོ་ཡང། ངོ་བོ་ལུགས་སངས་རྒྱས་ཉག་གཅིག། རྣམ་པ་ལུགས། གང་ལ་གང་འདུལ་གྱི་སྐུར་ཤར་བ། རྣམ་པ་གང་ལ་གང་འདོད་ཀྱི་སྐུར་གསལ་བ་མ་གཏོགས་དོན་ངོ་མའི་ཐོག་ཀླུ། ཡོན་ཏན་ཆེ་ཆུང། ཐུགས་རྗེ་བསླུ་བྲིད་གང་གནས་པ། ཐམས་ཅད། སངས་རྒྱས་ཉག་གཅིག་ཏུ་བཞུགས་པར་བསམ་སྟེ། དེའི་སྐུ་འདི་ནས་གསོལ་བ་འདབ་འདི་ཡིན་ཏེ་དེའི་སྐུ་འདི་ནས་གསོལ་བ་འདབ་འདི་དེ་ན་མོ་མ་ཧཱ་མུ་དྲ་ཡ་ཨ་སེ་ཀ་ཏི། ཕྱག་རྒྱ་ཆེན་པོ་ལ་ཕྱག་འཚལ་ལོ། སྐུ་གསུམ་གའི་བཟླས་སྒོམ་སྨིན་པའི་ས་གནས་འོག་མིན་ཆོས་ཀྱི་ཕོ་བྲང་དུ། ཆོས་སྐུ་རྡོ་རྗེ་འཆང་ཆེན་ལ་གསོལ་བ་འདེབས། ཞེས་དེའི་སྐབས་སུ་ཡང། དེ་འོག་མིན་སྟུག་པོ་བསྐལ་པའི་ཞིང་ན་བཞུགས་ཡོད་དུས་ཀྱི། ཆོས་སྐུ་རྡོ་རྗེ་འཆང་ཆེན་འདི་ལོ་དམིགས་པ་གཏད་དེ་དད་པ་གདུང་ཤུགས་དྲག་པོས་འོད་སྐུ་ལས་གསོལ་བ་བཏབ་ནས་དབྱིངས་སེམས་ཉིད་ལྷན་སྐྱེས་སྐྱེས་ར་ངོ་འཕྲོད་པ་དང་ཞེས་དེ་སྐད་དེ་བཞི་ཕྱག་རྒྱ་ཆེན་པོ་རྟོགས་པའི་གསོལ་བ་བཏབ་ཡིན་པས། ལམ་གང་སར་ལ་སྤང་བླང་མེད་པ་དང་ཞེས་ལམ་ཕྱག་རྒྱ་ཆེན་པོ་རྟོགས་པའི་གསོལ་བ་བཏབ། སྣང་སྲིད་སྐུ་གསུམ་དུ་འཆར་བར་བྱིན་གྱིས་རློབས། ཞེས་དེ་སྐད་འབྲས་བུ་ཕྱག་རྒྱ་ཆེན་པོ་རྟོགས་པའི་གསོལ་བ་བཏབ། ཞེས་ཀི་ལི་པཱ་ཏི་གི་ཧོའུ་ལུའུ་པའི་དངོས་གྲུབ་ཀྱི་བདུད་རྩི་བྱུང་བའི་ས། ཤར་བཟའ་ཧོར་ནོར་བུའི། བདེ་ཆེན་གྱི་ཆུ་འོག་འབབ་པའི་ས་ཤར་བཟའ་ཧོར་ནོར་བུའི་དགོན་པ་རུ། ཀི་ལིའི་ཤེས་རབ་བཟང་པོ་ལ་གསོལ་བ་འདེབས་སེམས་ཉིད་ལྷན་སྐྱེས་ཀྱི་རང་དབང་འཕྲོད་པ་དང་ལམ་གང་ས་ལ་སྤང་བླང་མེད་པར་སྣང་སྲིད་སྐུ་གསུམ་ལས་ཆགས་རབ་ཅན་གྱི་དངོས་གྲུབ་ཀྱི་བདུད་རྩི་བྱུང་བའི་ས། བྱང་པི་པ་ཧ་རིའི་དགོན་པ་རུ། དཱ་ནི། དེའི་སྐབས་སོ་ཚིགས་སྐམ་པོ་ལུས་མ་སོང་བར། དད་པ་གདུང་ཤུགས་མིག་གི་དྲག་པོའི་མགུར་ལས། གནས་དང་བསྟན་པ་འདི་ཚོགས་ཀྱི་སྐུ་མདུན་ལུས། འབྲས་བུ།

ཚེ་གཅིག་ལ་སངས་རྒྱས་སྟེར་བའི་ས། གནས་གཅིག་ཚུལ་གཉིས་བདེ་ལྡན་ལྡན་སོགས་དྲིན་ཆེན་རྩ་བའི་བླ་མ་ལ་གསོལ་བ་འདེབས་སེམས་ཉེར་ལྷན་ཅིག་སྐྱེས་རང་བ་འཕྲོད་པ་དང་ལམ་གང་ས་ལ་སྤང་བླང་མེད་པར། སྣང་སྲིད་སྐུ་གསུམ་དུ་འཆར་བ་བྱིན་གྱིས་རློབས། བླ་མ་འོག་མ་འོག་མའི་གདུང་ཤུགས་ཀྱིས། གོང་མ་གོང་མ་རིམ་པ་ཕྱེད་ཡོལ་དུ་བཞོན་ནས་རྩ་བའི་བླ་མ་ལ་ཐིམ་པར་གྱུར། ཟེར། འདི་ཟེར་བ་སྟབས་ཚ་བོ་གདའ། བླ་མ་ཏི་ལི་པགས་ཀྱིས་མོས་གུས་གདུང་ཤོར་དྲག་པོ་ཅིག་སྐྱེས་འདི་གིན། བླ་མ་རྡོ་རྗེ་འཆང་དེ་ཡོལ་དུ་བཞུགས་ཏེ་ཏི་ལི་པགས་ལོ་ཐིམ། ན་རོ་པ་ཡི་གདུང་ཤོག་དྲག་པོ་འདི་གི་དེ་ན་རོ་པི་ལི་པ་ན་རོ་པ་ལོ་ཐིམ། མར་པའི་གདུང་ཤོག་དྲག་པོ་འདི་གི་ན་རོ་མར་པ་ལོ་ཐིམ་ཨ་ནེ་རེ་རིམ་པ་བཞིན་དུ་ཡ་ལེ་མ་ཏིམ་ཏིག་གི་མཐར་ཐུག་མ་རྩ་བའི་བླ་མ་སྤྱིའི་སྒོ་ཧེ་ནི་ཨིན། བདག་ནི་ཧེ་བུའི་སྒོ་ལས་ཧེ་མ་ལའི་ངོ་བོ་ལུ། ཁྱད་པར་མེད་པ་ཉག་གཅིག་ཨིན་པར་མ་ཟད། སྤྱི་བའི་བླ་མ་ཐམས་ཅད་ཡོད་དུ་ཞུ་འདི་གི་རྩ་བའི་བླ་མ་ལོ་ཏིམ་ཚ་བོ་དག་ཐམས་ཅད་ཀྱི་རང་གཟུགས་འདི་མ་རྩ་བའི་བླ་མ་ཁྱིམ་དུ་བསྡུ་འདི་ཡོད་པིན། རྩ་བའི་བླ་མ་གཅིག་པུ་འདི། ཀུན་འདུས་ནོར་བུའི་ལུགས་ཀྱི། གསོལ་འདེབས། འདི་དག་ལས་རྗེ་རང་རིག་ཐོག་མར་ཡུལ་ཀུན་བྱམས་དང་དཀར་པོ་ཆིག་ཐུབ་དང། བླ་མ་གསང་རིན་མ་དང། རྗེ་རང་རིག་རྟོགས་འཕེལ་ལ་སོགས་པ། ཀུན་འདུས་ནོར་བུའི་ལུགས་ཀྱི་གསོལ་འདེབས་ལས་ས་ཡུལ་ཨ་ནི་གསོལ་འདེབས་འདི་ཐམས་ཅད་ཨ་ན་ལས་བཏང་ནས། རྒྱ་ནི་ཀུན་འདུས་ནོར་བུའི་ལུགས་ཀྱི་གསོལ་འདེབས་གནང་ལུགས། བླ་མ་ཡང་བླ་མ་ཡི་དམ་ཡང་བླ་མ། མཁའ་འགྲོ་ཡང་བླ་མ་ཆོས་སྐྱོང་ཡང་བླ་མ། སངས་རྒྱས་ཡང་བླ་མ་ཆོས་ཡང་བླ་མ་དགེ་འདུན་ཡང་བླ་མ།

རྒྱས་ཟབ་ཟབ། དགེ་བླ་མི་མི་དགེ་སྡིག་གི་ཉིན་མཚན་ཁོར་ཡུག་དེ་བཞིན་དགའ་ཉེ་མི་དྲན་པ། དཔེར་ན་ང་བྱ་བྲལ། མི་གཅིག་ལུ། ཨབ་ཤི། ཨ་ཡེ་ཤི། བུ་ཤི། བྱིས་ནང་འགལ་རང་འགལ་དེ་སྐྱེས་ཤིང་འཕངས་པས་མི་ག་རེ་ཞིག་གི་སྡུག་བསྔལ་བསམ་གྱིས་མི་ཁྱབ་པ་ཆེས་ཕོ་བར་ཅན། གཞན་ག་ནས་ཡང་མི་དྲན་པ་དེ་སྡུག་བསྔལ་འདི་གིས་དེ་ལས་འདས་ན་མི་བསམ་མོད། སྡུག་བསྔལ་འདི་གིས་ར་བཟི་སྟེ་ཡང་གནས་པའི། སེམས་དེ་ཆ་ལེ་ཆོ་ལེ་ཐལ་དུ་འཛོམས་པས། དེ་མི་དགེ་ཀྱི་ཤུགས་ཀྱིས། འགལ་འདི། གཡོན་གྱི་གོང་མ་འདི་སོ།

བླ་མེད་ཐུགས་རྒྱུད་ཀྱི་བྱིན་རླབས་དེ་རང་བཞིན་ཤུགས་ཀྱིས། བླ་མེད་དགོངས་པ་འདི་རང་གི་རྒྱུད་ལུས་ཕོ་འོམ་དང་ལོ། རྟོགས་པ་རྒྱ་ནག་གི་ཤ་བོ་ཡིན་པས། དེ་ལ་དབང་གིས་མཐར་ཐུག་པ་ཡང་འདི་ཡིན་མོད། བྱིན་རླབས་འཕོ་བའི་དབང། ཕྱག་ཆེན་གྱི་ཆོས་སྐད་ནང་ལོ་བྱིན་རླབས་འཕོ་བའི་དབང་ཞེས་བསླབ་ཡིན། རྫོགས་པ་ཆེན་པོའི་ཆོས་སྐད་ནང་ལོ་འབར་བ་ཅན། རིག་པ་རྩལ་གྱི་དབང། གདོད་མའི་མགོན་པོ་དཔལ་ལྡན་བླ་མ་ལ་མཉམ་ཉིད་ཆོས་སྐུར་བལྟ་བའི་མོས་གུས་ཀྱིས་དོན་གྱི་དགོངས་པའི་བྱིན་རླབས་སྙིང་ལ་འཕོས་རིག་པ་རྩལ་གྱི་དབང་ཆེན་ཐོབ་པར་ཤོག་ཟེར་བླ་མ་མི་ཕམ་གྱིས། བླ་མ་འདི་གདོད་མའི་མགོན་པོ་ཆོས་སྐུ་ཀུན་བཟང་ཡིན་པར་ཤེས་བདེ་གི། མཉམ་ཉིད་ཆོས་སྐུར་བལྟ་བའི་གི་མོས་གུས་བདེ་གི་བླ་མའི་བྱིན་རླབས་ཀྱིས། དེ་དོན་གྱི་དགོངས་པ་འདི་སྙིང་རུ་འཕོས་པ་ཅན་དེ་རིག་པ་རྩལ་གྱི་དབང་ཐོབ་པའི་དཔལ་དེར་སོང་ཞིག་ཡིན་པས། ནུབ་ཕྱོགས་དབུ་རྒྱན་གྱི་རྒྱལ་པོའི་སྲས་མོ་ཝེར་པ་མོ་སི་མི། ཕྱག་ན་རྡོ་རྗེ་གི་སྤྲུལ་པ། དྲང་སྲོང་གཅིག་གིས་རྗེས་སུ་བཟུང་པའི་སྐབས་སུ་དེ་དབང་གི་ཞིང་རྒྱས་པ་ག་ནས་མ་བསྐུར་བས་དེ་ཨ་ནི་ཕྱག་སྤྱི་བོར་བཞག་པ་ཙམ་གྱིས་རིགས་མེད་ཨ་ནི་སུ་ཀ་ར་བྱིན་ལ་ཕུར་གྱི་དབང། གྱིས་པའི་རྟོགས་པ་རྒྱུད་ལ་སྐྱེས་བུ་ཡིན་པས་ལམ་རྒྱུན། རྒྱན་བསང་སྤྱི་བཏུལ་འདི་རྩ་བའི་བླ་མ་ལ་དགོས་གསུམ་གྱུར་པ་ཆེན་པོས་སོ་ལ་འདེབས། གདོད་མའི་གནས་ལུགས་རང་ངོ་ཤེས་པ་དང་ཚེ་དང་སྒྲུབ་པ་ཉམས་པར་བྱིན་གྱིས་རློབས།